དེ་ནས་སྒྱུ་འཕྲུལ་ཡང་འཕར་གཙོ་བོར་གྱུར་པའི་བཀའ། རྨ་དབྱར་ནུབ་གསུམ་གནམ་དབྱངས་གསོལ་དང་མཉམ། འཁོན་སྟོན་ལྷ་གཟིགས་གླིང་དང་ཨོ་བྲན་རྒྱུད། རོང་གསེར་ཉུལ་ཤེལ་ཁྱིམ་སྤྱོད་གཡུང་ལ་སོགས། བཟང་ལ་སྤར་མ་ཆད་པས་གྲུབ་པས་བསྐྱངས། འདིའི་སྐབས་སུ་གཙོ་བོ་དེ། སྒྱུ་འཕྲུལ་གསང་བ་སྙིང་པོ། ཡང་དག་ཐུགས་ཀྱི་སྒྲུབ་པའམ་ཡང་ན་ཡང་དག་ཧེ་རུ་ཀ་ཕུར་བ་འཕྲིན་ལས་ཀྱི་རྒྱུད་ལ་སོགས་པས་གང་ལྟར་སྔ་འགྱུར་ཉང་མའི་མདོ་རྒྱུད་སེམས་གསུམ་དང་སྒྲུབ་པ་གབ་བརྒྱད་ཀྱི་ཆོས་སྐོར་ཡོངས་རྫོགས་ཀྱི་བརྒྱུད་པ་དེ་བཤད་ཀྱི་ཡོད་པ་རེད། དེའི་བརྒྱུད་པ་དེ་བཤད་པའི་སྐབས་སུ་དང་པོ། སྒྱུ་འཕྲུལ་གསང་བ་སྙིང་པོ་དང་ཡང་དག་ཐུགས། འཕར་བ་འཕྲིན་ལས་ལ་སོགས་པའི་རྒྱུད་སྡེ་དེ་དག། དམའ་རིན་ཆེན་ཆོས་འོད་ཟེར་བ་དེ་བཞིན་རྒྱ་གར་གྱི་སྐད་ནས་བོད་སྐད་དུ་བསྒྱུར་ནས་འཆད་ཉན་བྱེད་པ་ལ་སོགས་པ་བྱས་ནས་བོད་དུ་དར་བར་བྱས་པ་རེད། དམའ་རིན་ཆེན་མཆོག་ནི་ཉག་འཇའ་ནཱ་ཀུ་མ་ར་ཟེར་བའི་སློབ་དཔོན་དེས་བྱུང་བ་རེད། དེའི་རྗེས་སུ་གནུབས་ཆེན་སངས་རྒྱས་ཡེ་ཤེས་ཟེར་བ་ང་ཚོ་སྒང་དུ་བཤད་པའི་གནུབས་སངས་རྒྱས་ཡེ་ཤེས་ཟེར་བ་དེ་བྱུང་བ་རེད། འདི་གསུམ་ལ་རྨ་གཉག་གནུབས་གསུམ་ཟེར་ནས་ཨ་ནེ་སྔ་འགྱུར་རྙིང་མའི་བཀའ་མདོ་རྒྱུད་སེམས་གསུམ་གྱི་སློབ་དཔོན་ཧ་ཅང་གལ་ཆེན་པོ་ཅིག་གསུམ་ཡིན་པ་རེད། གནུབས་ཆེན་སངས་རྒྱས་ཡེ་ཤེས་ཀྱི་རྗེས་སུ་གནུབས་ནམ་མཁའི་སྙིང་པོ་དང་དེའི་སློབ་མ་སོགས་ཡེ་ཤེས་འབྱུང་གནས་དང། དེ་སློབ་མ་དབྱངས་ཤེས་རབ་མཆོག་ལ་སོགས་པ་བརྒྱུད་ནས་ལྷ་རྗེ་གསུར་པོ་ཆེ་ཟེར་བ་དེ་བར་དུ་ཐུག་ནས་དར་རྒྱས་སུ་སོང་བ་རེད། དེ་མཚན་སྐོར་གཅིག་རེད། ཡང་མཚན་པ་གཅིག་ལ་སློབ་དཔོན་པདྨ་འབྱུང་གནས་ཀྱི་དངོས་སློབ། ཁོང་ཀླུ་ཡི་དབང་པོ་ནས་རིམ་པ་བཞིན་དུ་ཁོང་གི་གདུང་རྒྱུད་དང། ཧོར་བ་གི་རྒྱུད་སྡེ་གཙོ་བོར་བྱས་པའི་ཉག་མའི་ཆོས་མང་པོ་ཞིག་དར་བ་དེ་ཁོང་དཀོན་མཆོག་རྒྱལ་པོ་གི་སྐབས་སུ། ས་སྐྱ་གི་ནང་དུ་བསྟར་ནས་དེང་སྐབས་ས་སྐྱའི་ནང་དུ་ཡང་ཕུར་བ་གཙོ་བོར་བྱས་པའི་རྙིང་མ་གི་ཆོས་མང་པོ་ཞིག་དར་ཡོད་པ་རེད་དེ་དག་འཁོན་རིགས་ལས་བྱུང་བ་རེད། ད་ནི་ལྷ་གཟིགས་གླང་ཆེན་གདོང་རྒྱལ་གླང་གཟིགས་དཔལ་གྱིས་སེང་གེ་ཟེར་བ་གི་གུ་རུ་རིན་པོ་ཆེ་གི་དངོས་སློབ་ཅིག་ཡོད་པ་རེད་དེ་ནས་བརྒྱུད་པའི་སྔ་འགྱུར་མཉམ་མེད་ཆོས་སྐོར་དེ་ཡང་ཨོ་བྲན་དཔལ་གྱི་དབང་ཕྱུག་ཟེར་བ་དང་རྒྱུད་དཔལ་གྱི་གཞོན་ནུ

བཟང་ལ་བར་མ་ཆད་པའི་གྲུབ་པ། དགེ་སློང་རྡོ་རྗེ་འཛིན་པ་དང་ཁྱིམ་པ་རིག་སྔགས་འཛིན་པའི། གྲུབ་པའི་དབང་པོ་མང་པོ་བྱུང་ནས་སྔ་འགྱུར་རྙིང་མའི་བསྟན་པ་དེ་བསྐྱངས་པ་རེད། ཨོ། དེ་འདྲ་ཅིག་རེད། མདོར་བསྡུ་ན། ཚིག་རྐང་ལྔ་འདིའི་ནང་དུ། སྔ་འགྱུར་རྙིང་མའི་བསྟན་པའི་རྨང་གཞི། བསྟན་པའི་གཙོ་བོ། བཀའ་མདོ་རྒྱུད་སེམས་གསུམ་དེ། སློབ་དཔོན་པདྨ་འབྱུང་གནས་དང་ལོ་ཆེན་སྦེ་རོ་ཙཱ་ན་དཔལ་ཆེན་བི་མ་མི་ཏྲ་ལ་སོགས་པ་ནས་རིམ་པ་བཞིན་དུ་ཇི་ལྟར་དར་བའི་བརྒྱུད་པ་དེ་བཤད་ཀྱི་ཡོད་པ་རེད། སྔ་འགྱུར་རྙིང་མའི་གཏམ་བག་གི་ཀ་མ་གིའི་བརྒྱུད་པ་དེ་བཤད་ཀྱི་ཡོད་པ་དེ་འདྲ་ཞིག་རེད། དེའི་ནང་ནས་ཧ་ཅང་སྐད་གྲགས་ཆེན་པོ་དང་སྔ་འགྱུར་རྙིང་མའི་གཏམ་བག་ལ་ཕྱག་རྗེས་ཧ་ཅང་ཆེ་བ་གཅིག་དེ་རོང་ཟོམ་ཆུ་བཟང་ཟེར་བ་ཁོང་རེད། ཁོང་ལ་མཚོན་པ་ཡིན་ན་ཁོང་དུར་བྱོད་གཅིག་པ་གི་ནང་དུ་སྐུ་འཁྲུངས་པ་དེ་འདྲ་ཅིག་རེད། དེ་ནས་རྒྱ་གར་གྱི་གྲུབ་ཆེན་ནག་པོའི་སྤྱོད་པ་ཟེར་བ་ཅིག་གི་སྤྲུལ་བ་རེད་ཟེར་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིས་གསུངས་པ་རེད། ཨང་དེ་ནས་ཁོང་ཡིན་ན་བོད་ཀྱི་བསྟན་པ་ཕྱི་དར་སྐབས་ཀྱི་ལོ་ཙཱ་བ་ཆེན་པོ་ཡིན་པ་དང། བསྟན་པ་ཕྱི་དར་སྐབས་ཀྱི་རྩོམ་པ་པོ་ཡང་ཐོག་མ་གི་གྲས་རེད་བསྟན་བཅོས་རྩོམ་མཁན་ཡང་ཐོག་མ་གི་གྲས་ཡིན་པ་རེད། དེ་ནི་ཁོང་གི་གསུང་རྩོམ་གྱི་སྐོར་ལ་ཧ་ཅང་མང་པོ་ཡོད་པའི་སྐད་ཆ་རེད། ཡིན་ན་ཡང་དེང་སྐབས་ཡང་པོ་ཏི་ཤིས་ཙམ་གཅིག་ལྷག་ཡོད་པ་རེད། པོ་ཏི་ཤིས་དེ་དག་གི་ནང་ལོགས་ན་གང་དག་ཡོད་པ་རེད་ཟེར་ན་གསང་སྙིང་རྒྱུད་གསང་བ་སྙིང་པོ་གི་འགྲེལ་བ། དེ་ནི་འཇའ་སྤུལ་མཚན་བརྗོད་ཀྱི་འགྲེལ་བ། དེ་ནི་གུ་རུ་རིན་པོ་ཆེ་གི་གསུང་མན་ངག་རྟ་མཁྲིན་གྱི་འགྲེལ་བ། དེ་ནི་ཐག་ཆེན་ཚུལ་འཇུག་ཐག་མཁྱེན་གྱི་ཚུལ་ལ་འཇུག་ཚུལ་ཟེར་བའི་གཞུང་གཅིག་དང། དེ་ནས་སྣང་བ་ལྷ་རུ་སྒྲུབ་པ་སྔ་འགྱུར་རྙིང་མའི་གཞུང་ལུགས་ཧ་ཅང་གལ་ཆེན་པོ་གཅིག་ལ་བརྩི་གི་ཡོད་པ་རེད། འོ་དེ་འདྲ་གི་ཁོང་གིས་བརྩམས་པའི་བསྟན་བཅོས་ཧ་ཅང་སྐད་གྲགས་ཆེན་པོ་དེ་འདྲ་མང་པོ་ཞིག་ཡོད་པ་རེད།